སྨན་པ་ལས་དང་པོ་བའི་སྐབས་ལ་བཟང་བུམ་ནང་ལ་ཤོག་གུ་བླུགས་ནས་དང་སྤྲིང་པའི་བླུགས་ནས་རྒྱབ་ཡར་བྱེད་ཀྱི་ཡོད་རེད་ད་དེའི་དུས་ཚོད་ལ་འདི་དངོས་གནས་ཀྱི་ཉེན་ཁ་ཆེན་པོ་ཞིག་རེད་ཤ་ནད་པའི་ཤ་གང་ལ་མ་མེད་དེ་ཟག་ནས་ཤ་ཚིག་ཡ་དང་ལྕུག་ཆེན་པོ་ཚ་ཡ་ནད་པ་ལ་དངངས་སྐྲག་ལས་ཡའོ་དེ་འདྲའི་ཉེན་ཁ་འདུག་དེ་འདྲའི་སོ་ད་འདི་མ་གནང་བྱས་ནམ་རྒྱུན་ང་རང་ཚོ་ནུབ་ལུགས་སྨན་པའི་སྨན་ཁང་ནས་ཨེ་ཅིག་སྨན་ཆུ་ཆུ་ཉོ་ཡ་ཡོད་རེད་སྤྲེལ་ལད་ཅིག་འོ་འདི་ཉོས་ཨེ་ནས་ང་ཚོ་ཆེ་བདེ་བོ་ཞུ་ཆོག་ནམ་རྒྱུན་དུ་རྣམ་པ་ཚོས་ཟེར་གྱི་ཡོད་རེད་ངས།

ཐོས་མཐོང་སའི་ཤུགས་ཆེ་རུ་འགྲོ་གི་རེད་རེད་བ། དེ་ནི། ནམ་རྒྱུན་དུ་ལྟོས་མང་པོ་ཟེར་གི་འདུག་ཟེར་མཁན་དེ་ཚོ་ལས་ཡག་པོ་ཞོ་གཅིག་འཕེན་གི་རེད་འདི་གནད་འགག་ཅིག་ཡོད་རེད་རེད་བ། ཨེ་ནི། བཟང་གོམས་དེ་གི་ག་རེ་ལས་འཕེན་གི་རེད། ཨེ་ནི་ནམ་རྒྱུན་ཡིན་ན་ཕྱི་ལུགས་ཀྱི་ཁོ་རང་ཚོ། Auto Immune Disease ཟེར་ཡང Auto Immune Attack ཟེར། ད་གློ་བ་དང་ལ་སོགས་པ་དེ་འདྲའི་ནང་ལོགས་ལ། ད་དེ་འདྲ། གློ་བ་གི་ནང་ལོགས་ལ་ངས་ནམ་རྒྱུན YouTube ནང་ལ་གླུ་བཞག་ཡོད། གློ་བ་ལ་དཀའ་ངལ་ཕྲན་བུ་འཕྲད་གློ་བ་གི་ནང་ལོགས་ཀྱི་རྩ་སྦུག་ཤིན་ཏུ་ཕྲ་བའི་རྩ་སྦུག་ལ་ཨེ་ནི་འདི། དབུགས་དེ་གཏོང་ལེན་འགྲོ་དཀའ་བ་བཅས་བད་ཀན་སྦྱར་བག་གིས་འགགས་ནས། དེ་ནས་ཟུག་བད་དེ་སྙིང་ལ། སྙིང་རྩ་འགགས་མེད་ན་བསམ་བསམ་གྱི་ཟུག་གཞི་རྒྱག་གི་རེད། འོ་དེའི་རིགས་ལ་ད་ད་ལྟ། ཟངས་བུམ་དེ་བརྒྱབ་ཡིན་ན་སྐར་ཆ་ལྔ་དྲུག། མང་ན་སྐར་མ་གཅིག་ནང་ལོགས་ལ་ཟིང་དྲག་འགྲོ་ཐུབ་ཀྱི་རེད། ད་འདི་ཞོལ་གྱི་ཐོན་པོ་མ་ཡིན་པའི་ཁྱད་ཆོས་ཡོད་རེད་ད། དེ་རིང་རང།

སྨུག་ཐིག་འདི་འདྲའི་འདི་ལ་བཞུགས་ཆགས་མི་འདུག་སྨུག་ཐིག་ཆུང་ཆུང་ཆུང་ཆུང་འདི་འདྲའི་ཆགས་ཀྱི་རེད་སྨུག་ཐིག་ཁ་ཤས་དཔེ་མང་པོ་ཆགས་ཀྱི་རེད་འོ་འདིའི་རིགས་མ་བཙགས་པ་ཡིན་ན་འདི་འདྲའི་ཁྲག་འདི་རྒྱང་སེ་བརྒྱབ་ནས་ཁྲག་འདི་འདི་ལ་དགོངས་ནས་མ་འོངས་པ་ལ་ཡང་པགས་པར་ལ་དཀའ་ངལ་འཕྲད་ཡག་གི་ན་ཚ་སྡུག་ཅག་འདི་འདྲའི་སླེབས་མི་སྲིད་པ་མ་རེད་དེ་ཡང་ཡོང་སྲིད་པ་ཅིག་རེད་རེད་བ། དེ་འདྲ་སོང་ཙང་ནམ་རྒྱུན་དུ་ལྕགས་རྒྱག་ངེས་དང་གཅིག་ལ་ཚོགས་པ་ལུས་རྩལ་བཟོ་ངེས་སོགས་ཀྱི། ཨནི་བཟང་འབུམ་བརྒྱབ་དུས་ཡིན་གཅིག་མིན་གཅིག་སྨན་པ་རང་གི་སྐུ་མདུན་ལ་བཅར། ཨནི་གཅིག་དོན་བཟང་དང་སྤྱི་ཚོགས་ནང་ལ་བཟང་འབུམ་བརྒྱབ་དེ་ངས་མང་པོ་ཞིག་བསྟོད་ཨ་ཅིག། ཨནི་ལུས་དངོས་གནས་ཡིད་ཤེས་མ་ཤེས་བཟང་འབུམ་བརྒྱབ་ཡ་ལས་ཨནི་རྒྱག་མགོ་དང་མ་མགོ་མང་པོ་ཡོད་རེད་རན་དང་མ་རན་ངོ་དེ་ཚོ་ཡིན་གཅིག་མིན་གཅིག་ཤེས་མགོ་ཡ་དེ་གལ་ཆེན་པོ་རེད་རོ་རྣམ་པ་ཚོས་དེ་གཅིག་ཐུགས་ལ་བཞག་དགོས་རེད་ད་གནོད་སྐྱོན་དེ་ག་རེ་ཡོད་རེད་བཟང་འབུམ་མང་པོ་བརྒྱབ་ཡིན་ན་ཨནི་གཅིག། པགས་པ་ལ་དེ་སྨུག་ཐིག་དེ་མང་པོ་ཆགས་ཡིན་ན་པགས་པའི་མ་གིའི་ནང་ལོགས་ལ་ཁྲག་དེ་ཚང་མ་ཆུ་དྲི་རི་རི་ཆགས་ནས་ཨནི་ད། ཁྲག་གི་རྐྱེན་གྱིས་ན་ཚ་དེ་འདྲ་ཡོང་མི་སྲིད་པ་མ་རེད་དེ་ཐུགས་གཟབ་ན།